དེ་ནི། ཞེ་སྡང་ལ་བཟོད་པ་བསྟེན་པ། དཔེར་ན་ཞེ་སྡང་རྒྱུད་ལ་སྐྱེས་པ་ཡིན་ན། ཞེ་སྡང་རྒྱུད་ལ་སྐྱེས་པ་ཡིན་ན། ཞེ་སྡང་སྐྱེ་དགོས་པ་གི་རྒྱུ་རྐྱེན་གཙོ་བོ་དེ་མ་རིག་པ། གནས་ཚུལ་ལ་རྨོངས་གནས་ཚུལ་དངོས་གནས་དྲང་ནས་ཡང་དག་པ་གི་གནས་ཚུལ་དེ་མ་སྐྱེས་ནས་ཞེ་སྡང་སྐྱེ་གི་ཡོད་པ་རེད། ཡིན་ན་སྐྱེ་ས་དེ་ཨ། ད་ཕར་ཞོག་གི་མིག་ཅིག་ཡིན་ན་དོན་དག་ཆ་བ་ག་རེ་ཡིན་ན་གང་ལྟར་ཕྱི་རོལ་གྱི་ཡུལ་ཅིག་ལ་བཤད་སྟངས་བླང་གི་ཡོད་པ་རེད། དེ་ཡིན་དུ་དེ་འདྲ་བའི་བཤད་སྟངས་དེ་ལ་ཁ་གཏད་བཅག་སྟངས་ཡག་ཤོས་དེ། བཤད་སྟངས་ཁོ་རང་སེམས་རྒྱུད་ནས་བྱུང་བའི་ཨ་ནི། སེམས་རྒྱུད་ནས་བྱུང་བའི་ཨ་ནི་ཉོན་མོངས་པ་ཁོ་རང་རྒྱལ་ལ་སྐྱེས་པ་ཙམ་གྱིས་རང་ཉིད་མི་སྐྱེས་པ་བཟོ་གི་ཡོད་པ་རེད། ཞེ་སྡང་ལངས་པ་ཡིན་ན། མིག་དམར་པོ་ཆགས་ཁ་ཤས་ཞེ་སྡང་ཞེ་སྡང་ལངས་པ་ལ་བརྟེན་ནས་རླུང་ཆེན་པོ་ལངས་ཨ་ནི་ཁྲག་ཤུགས་འཕར་ནས་ཤི་འགྲོ་གི་ཡོད་རོ། སོ་སོ་སོ་སོ་སད་གི་ཡོད་རོ་ཞེ་སྡང་ལངས། ཨོ་ཞེ་སྡང་ལ་ཡོད་དེ་འདྲིའི་ཞེ་སྣང་ཚ་བོ་ཡ་ཤུགས་ཆེན་པོ་སྐྱེས་འོང་དེ་གང་ལ་སོ་སོ་ཡིན་ན་ཤི་འགྲོ་ཨ་འདྲའོ་ནི་སྡང་དེ་འདྲ་ཡོང་གི་ཡོད་རེད་ཞེ་སྡང་ཟེར་ཡ་དེ། གཅིག་དེ་རེད་གཉིས་ནི། ཞེ་སྡང་ལབ་ཡ་དེ་བླངས་ཡོང་པ་ཡིན་ན་ག་རེ་བྱེད་ཀྱི་ཡོད་རེད་ཞེ་སྡང་སྐྱེས་ཡོང་པ་ཡིན་ན་ག་རེ་བྱེད་ཀྱི་ཡོད་རེད་ལབ་ན། ཨ་ནི་རང་རྒྱུད་ལ་ཡོད་པའི་དགེ་རྩ། དགེ་བའི་རྩ་བ། སྐལ་བ་སྟོང་དུ་བསགས་པའི་དགེ་རྩ་ཚང་མ་དེ་ཞེ་སྡང་གཅིག་གི་རྒྱུར་འགྲོ་གི་ཡོད། ཞེ་སྡང་གཅིག་སྐྱེས་པ་ཡིན་ན་སྐལ་བ་སྟོང་ལ་བསགས་པའི་དགེ་བའི་རྩ་བ་ཚང་མ་རྩ་མེད་བཟོ་བཞག་གི་ཡོད་རེད། དེ་འདྲ་གསུང་གི་ཡོད་པ་རེད། དེ་རྩ་མེད་སོ་ལུགས་སོ་དང་འདྲ་བོ་དེ་ག་རེ་རེད་ལབ་ན་ནི་ཞེ་སྡང་དེ་རྒྱུད་ལ་སྐྱེས་ནས་ཞེ་སྡང་སྐྱེས་ཡོང་དུས་གང་ལ། སྔོན་རང་ཉིད་ཀྱི་བསགས་བཞག་པའི་དགེ་བའི་རྩ་བ་དགེ་བའི་ལུས་ཀྱིས་བག་ཆགས་དུ་སོ། ནི་ནུས་པ་མེད་པ། འབྲས་བུ། ཡུལ་དུ་འོང་བ་འབྲས་བུ་ཡག་པོ་བདེ་བོའི་བདེ་བོ་དང་སྐྱིད་པོ། དགེ་བའི་ལུས་ཀྱི་འབྲས་བུ་ལ་བདེ་བ་དང་སྐྱིད་པ་ཡོད་རོ། བདེ་བ་དང་སྐྱིད་པ་སྨིན་ཡ་གི་ནུས་པ་དེ། ཨ་ནི་རྩ་མིན་སོགས་བཞག་གི་ཡོད་རེད་ལབ་རེད་པས་བཀའ་འདྲི་བཞག་པ་རེད་ལབ་ན། ཨ་ནི་ཤིང་ནགས་ཤིང་ནགས་སང་ལ་མེ་སྦར་ར་ནང་བཞིན་ཤིང་ནགས་སང་ལ་མེ་ཆེན་པོ་སྦར་བ་སྦར་བཞག་པ་ཡིན་ན་ཤིང་ཕལ་ཆེ་བ་རྩ་མིན་སོགས་བཞག་གི་ཡོད་རེད་བ་ཨོ་དེ་ནང་བཞིན་ཨ་ནི་ཞེ་སྡང་ཐུན་ཐུན་གཅིག་སྐྱེས་པས་དགེ་བའི་རྩ་བ་ཚང་མ་འཛད་འགྲོ་གི་ཡོད་རེད། དེ་གསུངས་པ་རེད། ཡིན་ཙང་ང་ཚོ་སོ་སོ་སྐྱེ་བོ་རྣམས་ཞེ་སྡང་སྐྱེས་ཡ། ལས་སླ་པོ་ཡོད་པ་ཡིན་ཙང། དགེ་བའི་རྩ་བ་ཆུང་ཆུང་ཅིག་བསགས་པ་དགེ་བའི་རྩ་བ་ག་འདྲས་ཅིག་བསགས་པ་ཡིན་ན་ཡང། གཅིག་ནས་གར་ཟེར་ན་སྟོང་ཉིད། སྟོང་ཉིད་རྟོགས་པའི་ཤེས་རབ་དང་བྱང་ཆུབ་ཀྱི་སེམས་ཀྱིས་ཟིན་དགོས་རེད། གཅིག་ནས་གཉིས་ནས། བསྔོ་བ་ཡག་པོ་བྱེད་དགོས་རེད་ཟེར་གི་འདུག་བསྔོ་བ། རྗེས་སུ་དགེ་བ་དེ་ཨེ་ནས་རྫོགས་པའི་བྱང་ཆུབ་ཏུ་བསྔོ་བ། ཨོ་རྫོགས་པའི་བྱང་ཆུབ་ཏུ་བསྔོ་བ་དང། དངོས་བཤགས་པ་དང་ཨེ་ནས་སྟོང་ཉིད་རྟོགས་པའི་ཤེས་རབ་ཀྱིས་ཟིན་པ། དེ་འདྲས་འདྲ་བོ་ཡིན་ན། ཁོང་ཁྲོ་ཀྱང་དགེ་རྩ་འཇོམས་ཐུབ་ཀི་མ་རེད། ཨ་དེ་འདྲ་གསུངས་པ་ཡིན་པར་ཨ་ནི་ད་ལྟ་འདི་ང་ཚོ་ཕྱི་རོལ་དགྲ་བོ་ཨ་ནི་བཏུལ་ཞིང་འཕེལ་བར་འགྱུར་ཟེར་བ་གི་དེ་རིག་པ་འགྲོ་རིག་ལམ་འགྲོ་དེ་ཨ་ནི་དེ་སྤྱོད་འཇུག་ནས་བྱུང་བ་དེ་འདྲ་ཅིག་རེད་སྤྱོད་འཇུག་བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ་ནི་ག་རེ་གསུངས་ཡོད་པ་རེད་ལབ་ན་ཨ་ནི་མི་དེ་འདྲའི་མང་པོ་ལ་ཁོང་ཁྲོ་ཟ་ནི་བཟོ་བ་ཡོད་མ་རེད། མི་བརྒྱ་སྟོང་ཁྲི་འབུམ་བྱས་ནས་ནི་མི་གཅིག་ལ་འཁྱམས་པོ་མ་བྱེད་ཀ་མི་གཅིག་ལ་ཞེ་སྡང་བསླངས་ན་དེའི་གྲོགས་པོ་ལ་ཡང་ཆུ་ཞེ་སྡང་བསླངས་ཆགས་ཀ་རེད་དེ་ཡི་གཞན་པ་གི་གྲོགས་པོ་གྲོགས་པོ་གྲོགས་པོ་བྱས་ནས་མི་བརྒྱ་ཕྲག་སྟོང་ཕྲག་ཁྲི་ཕྲག་མང་པོ་ལ་ཞེ་སྡང་མང་པོ་བསླངས་བསྡད་གོ་རེད་ཀ་ལི་ཁག་གྲོགས་རང་རེད་ཡིན་ཙང་ཡག་ཤོས་ག་རེ་རེད་ལབ་ན། དགྲ་བོ་གི་འབྱུང་ཁུངས་དགྲ་བོ་འབྱུང་ས་གི་ལྟེ་བ་སོ་སོ་སེམས་རྒྱུད་ཀྱི་དགྲ་བོ། བཤད་སྟངས་དེ་མགོ་ནས་མགོ་རེད། ཨོ་དེ་འདྲ་གསུངས་པ་ཡིན་པ་རེད་ཐུགས་རྗེ་ཆེ།